ད་ཁི་ད་ཞིབ་ཆ་ཉུང་ཉུང་ཟིག་ཡོད་གཞིར་དགོས་ད་ད་དེའི་མཚང་ནས་ན་རང་འདྲ་ལ་མཚོན་ན་ཕྱི་ན་ཐུབ་པའི་རྒྱན་གནས་ན་རྟོགས་པའི་ཉམས། གསང་བ་གཞན་དོན་གྱི་བྱ་བ་སྒྲུབ། ལྟོ་སྐྱིད་ཀྱི་ཅིག། མེར་སྣ་གཟུགས་མ་རེ། ད་ཡིན་ན་ཡང་ཅིག། ཁྱེད་རྣམ་པ་ཚོ་གི། སྔོན་ནས་ད་གི་བར་དུ་འདི། མཁའ་རིན་པོ་ཆེའི་མཆོག་གི། གཙོ་བྱས་ས་ཟིག་གི། ཆོས་བརྒྱུད། རིས་མེད་ཀྱི། ལྟ་འགྲོ་གི་བྱ་བ། འདི་བྱེད་རྒྱུ་དུ། ལྟོས་དང། ཁྱད་པར་དུ་ད་རིགས་ཚོགས་པ་འདི་མཐོང་ཆེན་བྱས་ནས་ཁྱེད་རྣམ་པ་དང་སྐབས་ལས་ལ་མ་འཛེམས་པར་འདིར་ཕེབས་པ། འདིར་ཕེབས་པ་མ་ཟད་ཆོས་བརྒྱུད་ཁག་གི་སོ་སོ་གི་སྐྱེ་བོ་དམ་པ་ཐམས་ཅད་དང་ཁྱད་པར་དུ་ཀྱི་བཀའ་བྷེ་རྫོགས་གསུམ་གྱི་ཀྱི་གདམས་པ་ཐམས་ཅད་ཁྱད་པར་དུ་འདི་ན་ལྷག་བསམ་གྱི་སྐུར་ཡོངས་ནི་གི་ཀྱི་གདམས་པ་ཐམས་ཅད་ཀྱི་བསྟན་པ་འདིའི་དོན་ལ་དག་གསང་མཛད་ཧ་ལས་མོ་ཀྱི་རིན་ཐང་དང་བྲལ་བ་ཟིག་བྱེད་ཀྱི་དེ་ལ་རིང་གི་སྙིང་ཐག་པ་ནས་བཀའ་དྲིན་ཆེ་དང་ཐུགས་རྗེ་ཆེ་ཞེས་པ་ཡིན། དེའི་འཕྲོ་གཉིས་གཅིག་ད་སྔ་རང་འདྲ་ལབ་མཚོན་ན་གྱི་གཏམ་པའི་ལྷག་ཞིབ་ལ་བསྐྱིས་ནས་ད་བར་དུ་ད་གཏམ་པ་ལ་བྱ་བ་ཆེན་པོ་དེ་ནས་བྱེད་རྒྱུ་ཅན་དེ་འདྲའི་དུ་བཞག་ཡོད་པ་གང་ཡང་དུ་མ་རེད་ཡིན་ན་ཡང་གཏམ་པ་འདི་ལ་ཀྱི་བསམ་བློ་འདྲ་བཏང་ནས། བསམ་པ་ཅུང་ཟད་བྲེལ་གྱི་ཆགས་ཡོད་ན་ཆོག་གི་གི། བྱ་བ་དེབ་འདྲ་འདྲ་ཟེར་དུས། བྱ་བ་དེབ་མང་པོ་ཟེར་དུས་སྒྲིབ་ནས་ཐག་གི། ཉམས་མྱོང་འདྲ་འདྲ་ད་གི་གྱིས་ཟེར་དུས། ཡོད་པ་དེ་ཁྱེད་རྣམ་པ་ལ། ཞིབ་བརྩིས་ན་ཁྱེད་རྣམ་པ་འདྲ་འདྲ་ཟེར་གི་བསམ་བློ་སྐྱེས་གི། བྱ་བ་ཟིལ་ཆགས་དང་སྒྲིབ་མི་དོག་གི་དོན་ནི་ད་གང་ལྟར་གྱི། རྒྱལ་བའི་བསྟན་པ་རིན་པོ་ཆེ་འདི། ཉམས་གི་ཡོད་ན་དེ་ལ། ད་ཅི། ཉམས་གསོ་རེ་བྱེད་མ་ཐུབ་ན། ཉམས་གི་ཡོད་ཀྱི་དེ་ལ་སེམས་ཁུར་ཡོད་རྒྱུ་དེ་དང། རྒྱལ་རིགས་བལྟམས་པ་འདི་ལྟར་ཁུར་ཡོད་ན། ད་དེ་ལ་ཅིག་རྒྱབ་བརྟེན་མ་དོ་ན་ཡང་རྒྱལ་རིགས་བལྟམས་པ་འདི་ལྟར་ན། དགའ་སྐྱིད་ཀྱི་ཕྱོགས་ལ་ད་དགའ་སྡུག་འགྲོ་ངེས་པར་དུ་དེ་གོ་ཡོད་དྲི། དེ་འདྲའི་མཚང་འདི་བལྟམས་པའི་རྩ་བ་སྟོན་པའི་དེ་གི་གདོང་ཚུལ་ད་གང་རེད་ཀྱང་དེ་བལྟམས་པའི་ཆོས་འདི་ར་རིན་པོ་ཆེ་དེ་རེད་ད་ཡིན་པའི་རྒྱུ་མཚན་གང་དུ་ཀྱི་དམ་པ་མང་པོ་ཟིག་གི་ཤི་ད་དེ་ལས་གཞན་པ་ཟིག་དེ་རིང་གི་གསར་ཤི་ཡི་ཏི་མི་དགོས་གི། ཡིན་ན་ཡང་ཅི་ངེད་ཅག་རབ་བྱུང་ལ་མཚོན་ནས་ན་འདྲ་བཙུན་མ་ལ་མཚོན་ནས་ན་འདྲ་སྔགས་པ་ལ་མཚོན་ནས་ན་འདྲ་སྤྱིར་འདིའི་ཚོགས་པ་འདི་དབུ་ནས་བཟུང་སྟེ་ད་ལྟ་རིག་གི་མ་ཐུག་གི་བར་དུ་འདི་དུས་ཀྱི་སྒོར་སྐྱེས་ཀྱི་རྩ་བ་འགྲོ་གང་རེ་འཛིན་ནས་ན། མདོས་ཀྱི་རབ་བྱུང་རྣམས་ཀྱིས་བྱ། བཟང་པོ་དང་ངན་པ་འདི་སོགས་བླང། གཞན་པ་རྣམས་ཀྱིས་ཡང་བྱ། ངན་པ་དང་བཟང་པོ་འདི་སོགས་མི་བླང་རྒྱུ་དེ་ནི་མ་རེད། སྤྱིར་ན་ངེད་ཀྱི་རབ་བྱུང་གི་ཕྱོགས་ཀྱི་བྱ་བ་འདི་སོགས་དག་རང་རིགས་ཐམས་ཅད་ཀྱིས་བླངས་ན། མི་མཛའ་སྐྱེ། རེད་རེད་དོན་དག་གང་རེད་ཅེས་ནས་ན་ད་གར་བསྟན་དེ་རང་འདི་གི་གཞན་པ་གང་དང་གང་གིས་ན་བྱ་བ་ཐམས་ཅད་པོ་ཅི་མི་ལགས་པ། མ་རེད་པ་འདི་ཚོ་ཐམས་ཅད་དུ་རྩར་འདོན་བྱས་ཏེ་བླངས་དང་བླངས་བཞིན་པ་རེད་ཡིན་ན་ཡང་ནི་ཕྱི་མ་ཡོང་གང་གི་ཕྱིར་ར་འཛིན་ཡ་བ་འདྲ་འདྲ་ཟིག་གི་ད་ལྟར་ཁོས་འདྲ་ཡིན་ན་ཅེས་རབ་བྱུང་གི་ཕྱོགས་ཀྱི་ཁ་ཕྱོགས་དེ་ལྟར་སྐུར་བསྟན་པ་གནས་བབས་ན་ཁྱིམ་ཡིན། མ་འོངས་པ་ལ་ཁྱིམ་སྐྱེར་ནི་ཡིན་ཟེར། དུས་ཐོག་ལ་ཁྱེད་རང་གི་བསམ་བློ་གཟི་དང་ནི་ཁ་བྱང་དང་མཐུན་པའི་བཤད་རྒྱུ་ཡིན། ད་དེ་གང་རེད་ཟེར་ནས་ན་ད་སྐུར་གྱི་གནས་བབས་འདྲ་ལ་བསམ་བློ་བཏང་ནས་ན། བླ་མ་དགེ་བའི་བཤེས་གཉེན་ད་ཚ་དང་དམ་པ་བཞུགས། དེའི་བཀའ་དྲིན་བདག་བསྐྱེད་ལ་བརྟེན་ནས་བསྟན་པ་འདི་ཡིན། བསྟན་པ་འདི་ཡིན། ཅེས་དམག་ནི་རྫས་ན་ཅིག་ཕར་ཆེར་བསྟར་ཁུལ་འདི་འདྲ་ཡིན་ན་བསྟན་པ་འདི་ཚད་དང་ལྡན་པ་སོགས་གནས་རྒྱུ་དེ་མི་རེད། མ་འོངས་བར་ལ་ཡིན་ན་ད་འདིའི་གནས་པ་དེ་ཡིན་ནི་ཡིན་དུ་རྐྱང་ཡང་དགོས་འདུག་ད་འདིའི་ཕྱག་ལ་ད་རེས་ནས་བསམ་བློ་ཟིག་མ་བཏང་ན་ཡང་མ་འོངས་པར་ལ་བསྟན་པ་སྤུས་ཚད་ཅན་ཡང་དག་པ་ཟིག་ཏུ་འགྱུར་མི་འགྱུར་ཅི་རིགས་པ་རེ། ཅི་རིགས་པ་རེ། སྤྱིར་ན་འདིའི་སྐུ་མཆེད་དང་ཀུན་སློང་གཉིས་ཀྱི་ནང་གི་ད་སྐུ་མཆེད་ཀྱི་སྐོར་དུ། དེ་ནས་འདུལ་བ་རིན་པོ་ཆེ་བཞི་བཞག་ས་ཟིག་ཐོག་གི་མི་མེད་མི་མྱོང་ནི་གཟུགས་ཅན་རྣམ་པའི་གསུང་དང་དེ་ལས་གཞན་པ་ཡང་མི་དགོས་པའི་དང། ཡིན་ན་ཡང་ཀུན་སློང་གི་ཐོག་དེ་ལ་ཁྱེད་རྣམ་པ་ཞིག་བཞུགས། དུ་གང་རེ་མཛད་དཀའ་ཆེ་ད། ད་ནི་འདིར་བའི་སྐབས་ན་དགེ་འདུན་བདུད་དང་ལེགས་པར་བསྡུ་གསུང་ཁྱེད་རང་དང་ནི་འདིའི་ལྷ་བབས་བྱེད་པའི་ཕ་ཡུལ་རྣམ་པ་བཅུའི་ནང་གི་ད་དང་པོ་དགེ་འདུན་བདུད་ཀྱི་ཐུགས་ཀར་ཆས་བཞི་ཡུམ་དྲུག་ལེགས་པར་བསྡུ་བཞེས་པའི་སྐབས་ཀྱི་རབ་བྱུང་གི་གཞི་དེ་ཉིད་དུ་འཁྲུགས་ཁྱེད་རང་དང་ནི་དགེ་འདུན་པ་དེ་གཞི་གང་ལས་བྱུང་ནས་རེ་བཟི་ནས་ན་དང་བོ་གཅིག་ལྷ་པའི་གཞི་གང་རང་དུ་བཟུང་དེ་ནས་ལྷ་དཔེ་བཞི་བཀན་རང་བ་དག་བཟུང་བ་བཞི་བཞག་གི་ཐོག་གི། བཞི་བཞག་གི་ཐོག་གི། དང་ལྷ་པ་རིན་པོ་ཆེའི་མིག་གི་འབྲས་བཞིན་དུ་བཀྲོངས། དེའི་སྟེང་དུ། ཐུབ་པའི་ཕྱག་རས་བསྒོམ་པའི་ཕྱག་རས། ཐུབ་བསམ་བསྒོམ་བསམ་གང་གིས་བྱས་ན་ཡང། རང་རང་གི། གཞན་གྱིས་བཤུས་པ་ཙམ་མ་ཡིན་པ། རང་གི་སྐུ་ལྷང་ཟུག་གི་ཡོད་དགོས་ནི་འདྲ་འདྲ་ཟིག་ཏུ་ཡིན་འདྲའི་ད་ནི་ད་དེ་ཡང་མ་ཡོད་པ་འདྲ་དེ་མི་རེད་ཆི་ཀ་རེ་བརྫི་ནས་ན་རྩ་བའི་ཆ་ནས་དགོས་ངེས་ཐམས་ཅད་ཐུབ་བསྟན་སྐྱོང་བྱེད་པའི་གེགས་ཉེན་ངུར་སྨུག་འཛིན་པའི་ཡོངས་གང་དེ་ཆེད་དུ་བརྩོན་པའི་བྱ་བའི་དུས་འདའ་བའི་གླགས་དང་ཁ་བཏོན་བགྱིས་པར་མཛའ་གྲོགས་སོར་བརྫི་ཁྱེད་རང་འདི་གི་འདི་དགོས་ངེས་ཐམས་ཅད་བོད་དུ་དེ་རྒྱལ་རིགས་བསྟན་པ་རིན་པོ་ཆེ་འདི་སྤེལ་བ་དང་འདི་དུ་གི་སྐྱོང་ནོ་དབུགས་འབྱིན་དུ་ད་དེ་ལ་བབ་དོ་ནི་ཅི་མི་རིགས། རེས་ད་ནི་བཀྲ་བ་ལ་ལ་ལ་ད་ད་རང་ཅིག་རབ་ཏུ་བྱུང་བའི་ཁབ་ཞིག་གི་ཡང་ཀུན་སློང་བཅུ་དགོས་ནི། དེའི་ཐོག་ལ་ཐུག་པ་ཞིག་དགོས་ཅིག་གི་ཡང་ཀུན་སློང་བཅུ་དགོས་ནི། དེའི་ཐོག་ལ་དང་ལྷ་པ་ཡང་ཅིག་སྤྲང་ལུས་དགོས་ད་ནི་དེ་ཡང་ཅིག་དང་ལེན་འདྲ་འདྲ་མ་ཞིག་སྤྱིར་དུ་སོ་སོ་ཐར་བ་ལ་སྟོན་པའི་འདུ་ཤེས། རང་ཉིད་ཀྱི་ལྷག་པ་ལ་ཤེས་བྲིས་ཀྱི་འདུ་ཤེས་ཚུར་འདི་ལ་བརྟེན་ནས་རྒྱ་རིགས་དམ་པ་ཡི་རང་དག་ནུས་པའི་འདུ་ཤེས་བརྫུས་ཀྱི་རང་སྡིག་རང་ཉིད་ཀྱི་ལྷག་པ་འདི་སོ་ཤེས་བྲིས་ཀྱི་སྒོ་ནས་བཀྲོངས་རྒྱུ་དེ་ད་ཆོས་ཀར་མར་སྒུག་པ་འདྲ་ཡིན་རེད་ད་ནི་ད་དེང་སང་འདྲ་འདྲ་ཡིན་ན་འདི་ན་བཞུགས་ནི་ཐམས་ཅད་ལ་ཤེས་ནི་མིན། ཞེས་ཁྲག་ཁུ་གཅིག་གྲུབ་མཐའ་གན་རང་བ་ཁ་ཤས་ལ་ཤེས་ནི་མིན། གྲུབ་མཐའ་ཡོངས་སུ་རྫོགས་པའི་ཆོས་བརྒྱད་དུ་གཏོགས་པའི་རབ་ཏུ་བྱུང་བ་ཐམས་ཅད་ལ། ཀུན་སློང་དག་ཅིང་རབ་ཏུ་བྱུང་བའི་བསམ་པ་ལ་གཉིས། ཐོས་པ་དང་བསམ་པའི་ལས་སོ་གསུངས། ཐོས་པ་བྱེད་ཀྱི་དེ་དང་དེའི་ཐོག་ཏུ། བསམ་པ་བྱེད་ཀྱི་དེ་རབ་ཏུ་བྱུང་བ་ཀུན་སློང་ཡང་དག་པའི་ཁ་ཕྱོགས་དེ་ཡིན་གྱི་ད་བཤད་མ་དགོས་པ་དང་སྨོས་མ་དགོས་པ་དེ་མི་རེད། ཡིན་ན་ཡང་དེ་ཚོ་གི་ཐོག་ལ་ཅི་ཀུན་སློང་རེད་བཅུར་དགོས་ཚུལ་བྲིས་མ་རྟགས་ད་སང་ངི་ཅག་འོད་བརྒྱུད་ནང་དོན་ཆོས་ལུགས་འདི་ལ་དགོན་པ་མང་པོ་གཟིགས་དུ་ཡོད་དཀའ་ཡིན་ན་ཡང་དེའི་ནང་ན་དེ་གི་གྲྭ་བ་དི་ཡོད་དད་དི་མེད་གྲྭ་བ་དེའི་ནང་ན་ཀྱི་ཐུགས་གསུམ་གི་བྱ་བ་དི་ནམ་རྒྱུན་དུ་བྱེད་ནི་གི་གྲྭ་བ་དི་ཡོད་དད་དི་མེད་དེ་འདྲའི་ལམ་སོན་ནི་བྱ་ཡང་དེའི་འོད་ཆ་དི་ནི་དེ་ཐུགས་གསུམ་གི་བྱ་བ་འདི་སོ་ཡང་ཀྱི་ཀུན་སློང་ཡབ་ཁུར་དུ་ངེས་པར་དུ་ཅི་གི་དགོས་ཀྱི་གཟིགས་དི་རེད། རྒོད་ཀྱི་གཟུགས་དེ་རེད། ཡིན་ན་ཡང་ནི་ནི་ད་དུས་གསུམ་གྱི་བྱ་བ་དེར་སྐུ་གླང་ཡབ་ཀྱི་གཟུགས་དེ་བགོས་ནས་ཡིན་ན། སྤྱིར། རྒྱལ་བའི་སྡེ་སྣོད་རིན་པོ་ཆེ་རྣམ་པ་གསུམ་དང་ནི་ཁྱད་པར་དུ་གཅིག། ངེད་རྒྱུད་སྡེའི་བཞི། ད་དེའི་མ་གཏོགས་པ་གཞན་པ་དེ་དུས་གསུམ་བྱིས་པའི་བཞིར་ཡང་རིགས་ནས།

དེའི་ནང་དེ་ལ་འདུལ་བའི་སྡེར་མི་ལ་ཐུགས་བསམ་མ་བྱས་པ་དེའི་ཁྲོད་དུ། དེའི་ལྟ་རེ་གྲྭ་བ་ཐམས་ཅད་ཀྱི་ཡང་སྐུ་མཆེད་དུ་དེ་རྩ་ཟིན་དུ་ཡིན་ནི་རེད། དེ་བཞིན་དུ་རེ་ད་འདུལ་བ་མདོ་སྡེ་ངོམ་པ་ཡི་ཐམས་ཅད་ལ་ཡང་སྐུ་སློང་བྱས་པ་ཐོག་གཙོ་ཆེ་རེ་ད་ནི

དེ་བཞིན་དུ་རབ་ཏུ་བྱུང་བའི་ཕྱོགས་ནས་དགེ་འདུན་བདུད་དང་ལྷག་པར་བདུད་བཞི་པའི་སྐབས་ཀྱི་ལྷག་པར་བདུད་ཡོད་དབང་དུ་བྱས་ནས་ན། རབ་ཏུ་བྱུང་བ་ནི་རང་རང་སོ་སོ་ལ་ཅིག། མུན་འདུན་དེ་རང་རང་གི་ལ་གཙོ་རགས་པ་ཅན་རེ་མར་དག་པ་དག་གཞན་དབང་གི་སྒོ་ནས་མཐའ་གཅིག་ཏུ་ཡོད་རབ་ཏུ་བྱུང་ལྟོ་འགོ་བཟས་དེ་མིན་མ་རེད། ཐོག་མར་རབ་ཏུ་བྱུང་བའི་བསམ་པའི་ཀུན་སློང་ཡོད་པ་བཞི་བཞག་གི་སྟེང་གི་རབ་ཏུ་མ་བྱུང་བའི་ཐོག་མར་དེ་ལ་རབ་ཏུ་བྱུང་བའི་ཕན་ཡོད་དང་མ་བྱུང་བའི་ཉེས་དམིགས་དུ་ངེས་པར་དུ་ཀུན་སློང་བཅུ་དགོས། དེའི་རྒྱུ་མཚན་གྱིས་དེ་ཐོག་མར་ཀུན་སློང་བཅུ་བརྒྱད་བཀར་གྱི། དེ་ལྟ་བུའི་དུས་རབས་དུ་བྱུང་བའི་བསམ་པའི་ཀུན་སློང་དུ་བཅུག། དེའི་སྟེང་དུ་ངེས་པར་འབྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ན་ཞེས་པའི་སྐབས་ཀྱི་འོད་དག་ངེས་འབྱུང་གི་ཚུལ་ཁྲིམས་ཀྱི་ཟིན་ན་རབ་རིབ་ཟིན། ད་མ་ཟིན་ཀྱང་རུང། རྗེས་ནས་ཀྱི་སྡུག་བསྔལ་མཐོང་བ་ལ་སོགས་པ་ལས་རྒྱུ་བྱས་ནས་ངེས་འབྱུང་གི་བསམ་པས་ཅིག་ཟིན་ནས་ན་སོ་སོ་དེའི་སྡོམ་པ་འདི་ཐོབ། ད་དུང་མཁས་གྲུབ་རྗེས་ཀྱི་དེ་ནས་ཐུབ་བསྟན་ཞི་བདེར་འདྲ་འདྲ། དེ་ནས་ས་བོན་གྱི་ནི་སྟོང་གསུམ་རབ་ཡིན་དྲན། ད་དུས་ཚོད་ཀྱི་སྐབས་ན་ངེས་པར་དུ་བྱ། དག་སོང་བསྐྱེད་རོ་ནི་རེ། མ་རྟོགས་པ་གཞན་དུ་དུས་ཚོད་ཀྱི་སྟེང་དུ་བྱ་ཉམས་འགྲིབ་བྱེད་དེ་དག་ནི། ཆུ་སྒྲིལ་གངས་སྒྲིལ་སའི་སྒྲོ་འདོགས་བྱེད་པའི་སྐབས་མ་རེད། དེའི་ཕྱིར་ན་ད་སྐུ་མཆེད་དུ་ཡབ་བསྐུལ་དུ་འགྱུར་དགོས་ནས་ན་ཐོག་མའི་སྐུལ་སློང་དུ་དེ་ཁྱེད་རྣམ་པ་ཚོ་ལ་ད་འདི་ན། དགོན་དཔོན་ནུབ་བླ་མ་དེ་བཞིན་དུ་ནུས་པ་ཅན་དེ་བཞིན་དུ་ཅིག་སངས་རྒྱས་ཀྱི་བསྟན་པ་འདི་དག་འཆད་ལ་ཉེ་བ་སངས་རྒྱས་ཀྱི་བསྟན་པ་འདི་དེ་ནས་སྤྲོ་འཆད་ལ་ཉེ་བའི་སྤྲོ་སྐྱོབ་པའི་ནུས་པ་ཡོད་པའི་སྐབས་སུ་དཔེར་ན་ཁྱེད་རྣམ་པ་ལ་མཚོན་ནས་གཞན་ཕ་མའི་གྲོགས་ཀྱི་དབུ་སྤྲུག་ཟིག་ལ་འདིའི་གྲྭ་ཡ་ཤ་ཟིག་དེ་ཆོས་འཛིན་ནས་ན། ཕ་མ་དུ་ཁྱེད་རྣམས་པ་ལ་ད་ཕ། བཞི་བཞག་གི་ཐོག་གི་ཨོ་ད་འདིའི་གྲྭ་བ་ཟིག་ཆུ་སྲང་མི་ཉོ་ནི་རེད་ནི། ཟེར་ཐོག་དང་དེ་ནས་བཟང་སྟེ་དེ་ཕ་མེས་ཡང་དབུ་དཀྲུག་ལགས་ཀྱི་ད་ཅི་གྲྭ་བ་ཡིན་རྒྱུ་དེ་གལ་ཆེ་བླ་མ་ཆུ་ཟིག་གི་ཁྱོད་གྲྭ་བ་ལོ་གྲྭ་བ་ཡིན་དགོས་གསུངས་རྒྱུ་དེ་གསང་ནི་རིང་བསྲེལ་ཁྱེད་རང་དག་ནི་རྒྱུ་མཚན་དེ་ལ་བརྟེན་ནས་རབ་ཏུ་བྱུང་བའི་བསམ་པ་ལ་སྐུལ་སློང་བྱེད་རྒྱུ་དེ་གལ་ཆེ། གནས་བབ་ཀྱི་ཐོག་ལ་བསམ་བློ་བཏང་ནས་ན་རབ་ཏུ་བྱུང་བ་ལ་ད་ཐོག་དང་པོ་དུ་ཕ་མའི་སློབ་གསོ་གི་ཐོག་གི་ཡང་ཡི་གྲས་དག་ནི་ད་དར་ཁུར་ཕ་མའི་སློབ་གསོ་གི་ཐོག་ན་བྱ་བ་དང་བྲལ་དུ་ཡོད་ནི་དེ་མི་རེད། ཡིན་མཚུངས་དེ་དག་སང་གི་རབ་ཏུ་བྱུང་བ་ཐམས་ཅད་ཀྱིས་ན་ད་མ་བསྐུལ་དང་ལེན་གྱི་སྒོ་ནས་ཐུབ་པའི་ཐུབ་པའི་ཕྱག་ལ་བསམ་པ་ཡབ་ཀྱིར་མེད། དེ་འདྲའི་མཚུངས་ནི་ནགས་མ་འོངས་པ་ལ་རབ་ཏུ་བྱུང་བའི་ཁ་ཕྱོགས་དེ་ཉིད་ཡར་རྒྱས་འགྱུར་གྱི་རེད་ད་ཡར་རྒྱས་འགྱུར་གྱི་མ་རེད། དེ་འདྲའི་ཐོག་ལ་བསམ་བློ་བཏང་ནས་ཡིན་ན་ཡང་སྤྱིར་བཏང་པའི་འཕེལ་འགྲིབ། སྒོས་སུ་དུས་རབས་ཀྱི་འགྱུར་ལྡོག་ཡང་སྒོས་སུ་སྔོན་ཆད་ཀྱི་བྱ་བ་གང་དང་གང་ཡིན་ན་བྱ་བ་ཐམས་ཅད་ལམ་མོ་ལམ་མོ་རྣམས་ནི་གང་མཁས་འདི་ནི་ཡལ་བ་འདྲ་འདྲ་ཟེར་གི། ཧ་མཆོད་ནི་ཧ་མཆོད་ཕྱི་མཆོད་ནི་ཕྱི་མཆོད། འདི་ལྟ་བུའི་གྲུབ་མཐའ་ཁག་གི་རིས་སུ་མ་ཕྱེས་པའི་ཆུ་སྐྱེས་འདི་ཡོངས་སུ་རྫོགས་པ་གི་བྱ་བ་མཉམ་འབྲེལ་དུ་གཏོང་དགོས་ན། རྒྱལ་བའི་བསྟན་པ་དེ་དག་འཛིན་དགོས་ན། ཕྱི་ན་མི་དག་ནང་ན་ཡོད་ཟེར་ན་དགེ་འདུན་པ་ལ་རག་ལས་ཤོག་གསུངས་པ་ལྟ་བུ་རེད་ནི་དེ་ཡིན་ཁྱེར་སོང་དུས་འོ་ཅོག་ག་གི་དང་རབ་ཏུ་བྱུང་བའི་བསམ་པའི་སྐུར་བ་དུ་དེ་དགེ་འདུན་ནི་བསྡུ་རྒྱུ་དུ་གར་ཆས་རྒྱུ་དུ་དུ་རེད། ལག་པར་བསྡུ་རྒྱུ་ཐོག་ལབ་བསང་ལོབ་བཏང་ནས་ན། སྔོན་ཆོག་གི་དབང་དུ་བྱས་ནས་ན་འདྲ། ད་ཆོག་གི་དབང་དུ་བྱས་ནས་ན་འདྲ། ད་ཡང་དག་པ་གཟུགས་ཐོག་འགྱུར་དགོས་ནི་མ་གཏོགས་པ། མཁས་གྲུབ་ཀྱི། འདུལ་བ་བཏུ་བའི་སྤྱི་དོན་གྱི། ཐུབ་དོན་བཤད་སྡུར་གྱི་ནང་ན་ཅུང་ཟད་རིགས་རྫས་ཡང་གནས་ན། དེ་འདུལ་བ་འཛིན་པ་ཞེས་པ་དེ། ལེའུ་བརྒྱ་རྩ་གཅིག་གི་ཆོ་ག། བློ་ཐག་ན་ཡོད་པ་ཟིན་ལ་འདུལ་བ་འཛིན་པ་རྫས། ཚང་བཞི་དེ་ལ་དུ་གི་བཀོད་ཡོད་དྲི། མ་རྟོགས་པ་གཅིག་རང་སྔ་ཕྱི་ཐོབ་གང་ས་གང་ལ་འཛུགས་ད་དུས་མི་གཟུགས་ཐོག་གོ་དེ་རབ་བྱུང་གི་གཞི་དེ་དག་གིས་རབ་ཏུ་བྱུང་བ་དུ་སྒྲུབ་མི་ཉན་གསུང་ཁྱེད་རང་ཚང་ཚ་དེ་ན་བཞག་བཞག་ནི་རེད་དེ་ཡིས་ཕྱིར་ན་དེ་རབ་ཏུ་བྱུང་བའི་གཞི་དག་ལ་བསམ་བློ་བཏང་ནས་ན་དགོན་པ་སོ་སོ་གི་ད་ཕན་ཆད་ནས་ཕན་ཆད་སྔོན་ཆད་མ་ལགས་པ་རྣམས་ལགས་པ་ལ་བསྒྱུར་ལགས་པ་རྣམས་ཡང་དག་པ་ལ་བསྒྱུར་རྒྱུ་འདི་དེའི་ཕྱག་ལ་ཡང་སྔོན་ཆོས་ཡན་ཆད་དུ་ནི་བྱ་བ་མཉམ་འབྲེལ་གྱི་ཐོག་གི་ད་སྟོབས་ཀྱི་སེམས་འགྲེལ་དགག་གསུམ་ཡོད་ནི་མ་རེད་བར་སྐད་དུ། སྐད་ཐོག་རྫོགས་ཆེན་ནི་དཔེ་ཡིས་ལ་སོགས་པ་ཆོས་སྡེ་ཆེན་པོ་དྲུག་དང། དེ་ནས་སྨྲ་མཁན་ཡང་ནི་དགེ་སྡིག་བཅུ་ལ་སོགས་པའི་ཨེ། ད་སྐྱེས་བུ་དམ་པ་ཐམས་ཅད་པོ་ཟེར་འདིས་ཁྱེད་རང་འདི་ནི། རབ་བྱུང་གི་གཞི་དབྱར་གནས་ཀྱི་གཞི། སྲོག་རྒྱུན་གྱི་གཞི་འདི་སོགས་ཀྱི་ཐད་ཀ་ལ་བྱ་བ་མཉམ་འབྲེལ་ཡིན་ནུས་ཀྱི་ནུས་པ་དེ་ད་ལྟ་དེ་ཡོངས་ཁང་རིན་པོ་ཆེ་གང་རིགས་ཀྱི་སངས་རྒྱས་དེ་རེད། དེ་ཡང་དེ་བཞིན་དུ་རེད་མ་འོངས་པ་ལ་ཡང་དེ་བཞིན་དུ་ཉིད་མ་གོམས་ན་མཚན། འོ་ཡང། ད་བསྟན་པ་སྤྱིའི་དོན་དག་འདིའི་མི་གཟུགས་ལ་ནི་བྱ་བ་གཟུགས་སྒྲུབ་དགོས་ནུས་ན། འོ་ཅི་ད་དེའི་ཐོག་ལ་བྱ་བ་མི་སྒྲུབ་ལ། བདག་ཞགས་སྒྲིབ་པའི་གཞི་མེད་བྲིས་ནས་དེ་ཤེས་ན་རབ་ཏུ་བྱུང་བའི་གཞི་དུ་ཡང་དག་པར་ཟིན་ལ་འགྱུར་བགྱིད་དུ་བསམ་ལོ། ཆེ་ས་ནི་དེ་ལ་བཏང་དགོས་ཀྱི་རེད། དེའི་འཕྲོས་ནས་ད། འདིར་བ་འཛིན་པ་ནི་དགེ་འདུན་པ་ལ་རག་ལས། དགེ་འདུན་པ་ཞིག་གིས་དུ་བརྟག་ཙམ་ཡེ་ཤེས་སུ་དུ་ཡོང་དགོས་ཀྱི་མ་གཏོགས་པ། དགེ་འདུན་པ་ཀྱང་ཡིན། ཚུལ་ཁྲིམས་འཆལ་བ་ཡང་ཡིན། དུས་མིན་རེད། ཡོང་ལུགས་ག་ཉན་ནི་མ་རེད། ཅི་ག་རེ་བརྫུས་ནས་ན་དགོན་པ་ལྷ་ལྷ་གི་སྔར་ནས་ལྟར་ནི་རེད། སྔར་ནས་མི་ལྟར་ར། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི། སངས་རྒྱས་ཀྱི་བསྟན་པ་དར་ནས་ལོ་བཅུ་གཉིས་ཀྱི་བར་ལ། གཏུམ་གྱི་བསྟན་པ་དུ་མགར་དུམ་ཅན་དང་མགར་རྩིབས་ཅན་དུ་གང་མང་བྱུང་ཚེ། དེའི་བཤེས་གཉེན་བཅུ་བ་འཛིན་ཡོད་དེ། ཁྱོད་ཀྱིས་དགོན་པ་དུ་དེའི་བཤེས་གཉེན་དར་ནི་རེད་དུ་དེའི་སྔུན་ནས་དར་ནི་རེད། དེའི་ཕྱིར་ན་ད་འདི་ལྟ་བུ་གི་སྟག་ཚང་ཞིག་ཡོང་དུས་ཀྱི་སྐབས་ན། ད་སྔར་ནས་ཡང་དར་ནི་རེད། དེ་འདྲའི་བཤད་ཡང་དེ་དེ་ཚོ་ཐམས་ཅད་པོ་གི་དེ་ཚོའི་ཕྱག་ལ་ཡ་ར་བསམ་བློ་སྒྱིད་ལུག་གི་བྱ་བ་ཡིན་རྒྱུ་དེ་བཞི་བཞག་གི་ཐོག་གི་གཏམ་པ་སྟག་ཚང་ཡ་ཧ་ཟིག་དེ་འགྱོད་ཀྱི་སྐར་ཆེ་ཤོས་འདྲ་དེ་མི་རེད། ཁྱད་པར་དུ་ལྷ་པ་དེ་གི་ཆབ་སྐྱིད་བྱང་ནས་ཡིན་ན་ད་དགེ་འདུན་པའི་གྲལ་སྐབས་དེ་ཕུ་དགོད་རྒྱུ་དེ་གླང་གཞི་དམ་བྱས་པ་དེ་མི་རེད་མ་གཏོགས་པ་དྭགས་སང་དེ་ཆ་ཚིག་གི

ཨ་ཡ། ལྷ་དཔའ་འདི་སྡིག་པའི་མ་གུས་པ་དང་གུས་ན་ཡང་དུ་ཤེར། བཅུས་པ་ཛི་ཁྱེད་རང་སྐབས་ན་ཡག་སོང་ཡོད་བྲིས་དང་ཡིན་ན་དོ་དཔེ་དང་བྱིས་པ་གི་སྒོ་ནས་བཤད་ཡོད་རྒྱུ་དེ་རེད། ལྷ་དཔའ་ཞབས་སྐྱིས་བྱང་བའི་ཞབས་སྐྱིས་བྱང་བ་ཐམས་ཅད་པོ་ནི། ད་དགེ་འདུན་པ་རང་ངོས་ནས་རྣམ་སྨིན་ལབ་བསམ་བློ་དང། སྤྱིར་སྐུ་གསང་སློབ་དང་ནི་ནི་སྤྱིར་དགེ་འདུན་པའི་བསྟན་པ། དེས་འཛིན་པའི་དགེ་འདུན་པ་ཐམས་ཅད་ལ། རྟགས་མཚན་ཡེ་ཤེས་དུ་མ་ཡོང་ན། མི་ཉུང་གི། ད་ལྟ་ངེད་ཀྱི་འདུ་ཤེས་གཉིས་ཀའི་སྐྱབས་ནི་དགེ་འདུན་པ་རེད། མ་འོངས་པ་ན་དགེ་འདུན་པ་འདི་དུ་ད་རིར་ཚར་ནས་བཟུང་སྟེ་སངས་རྒྱས་ཀྱི་བསྟན་པ་དུ་རི་འགྲོ་ན་མར་ཐོགས་པ་གཞན་པ་དུ་གང། མི་སྐྱེ། དུས་མི་རེ། དུས་ནི་སྐྱེར་སོང་དུས་གི། ད་ལྟ་འབའ་དུ་གི། དག་པའི་ཁ་ཕྱོགས་ཕྱེད་རྒྱུད་དུ། དགོན་པ་གཅིག་ཙམ་མ་ཡིན་པ་གཉིས་ཙམ་མ་ཡིན་པ། དགོན་པ་བཞི་དང་བཞི་ཡིན་ན། དུ་གི་མ་དག་པ། ལྷག་པར། ཆབས་ཅིག་གི་དགོན་ནས་ཉམས་ཡོད་ན། འོ་ད་ཆ་པ་དང་གླིང་གི་སྒོ་ནས་ཕྱིར་འབུད་རྒྱུ་དེ་གལ་ཆེན་པོ་དེ་མི་རེད། དེ་བཞིན་དུ་སྔགས་པ་ཡིན་ན་ཡང་སྔགས་པ་རབ་འབྲང་མཐའ་མ་ཡོད་རེད། དེ་ཡིན་ཁྱེད་ཚང་འདིས་སྔགས་པ་རབ་འབྲང་ཡིན་ན་ད་ཁྱི་མི་རེ་བརྫི་ནས་ན། འདུ་ཤེས་སུམ་ལྡན་གྱིས་ཡམ་ཡོམ་ཉམས་པར་གྱུར། དགའ་བ་བཞི་ཉམས་སུ་མྱོང། མཆོག་གི་དངོས་གྲུབ་ཐོབ་ནས། ད་ལྟ་མིའི་སྤྲོ་ངན་ངོ་མ་དུ། དེ་སྔགས་པ་རེ་ཡིན་ན་ཡང་དུ་སྔགས་པ་གཅིག་གི་ནང་ན། ད་སྔགས་པ་རབ་རྣམས་ཡིན་ན་དེ་རེད་ད་སྔགས་པ་འབྲང་གཟིགས་ཡིན་ན། ད་འོང་བླ་མ་བསྟེན་ནས་བསྙེན་བསྒྲུབ་བྱས། བར་དུ་རྫུན་དང་ཚང་གི་གཡོ་སྒྱུས་བསྐུར། ཐ་མག་གཉིས་ཤིག་གི་འཇིབ་མཐའ་བླངས་པ། དེ་འདྲ་དྭངས་སང་དུ། ཧ་ཅང་གི་དོན་སྨྲ་ནི་རེད། དེ་འདྲ་ཡིན་དུས་བསམ་བློ་གཏང་དགོས་ནི་རེད། སྔགས་པ་ཐམས་ཅད་ཀྱི་ན་ད་མ་འོངས་པ་ལ་དེ་སྔགས་པའི་གཏམ་པ་འདི་རྙོག་མ་ཅན་དུ་འགྱུར་འཇུག་སྔགས་པའི་གཏམ་པ་འདི་ཡང་དག་པ་ཟིག་ཏུ་ད་མི་འཇོག་གི་བསམ་ཁྱེད་རང་ད་ནི་དེ་མི་ཡོད་ན་ཟིག་ག་ཀྲི་དུ་གི་ཡོད་ཀྲི་པའི་དབང་དུ་བྱས་ན་ཟག་ཟིག་བྱས་ད་ནི་ད་ཉེར་སྐྱོན་ནི་རང་རིང་གི་ཐོག་གི་དེ་བཤད་སྒྲིག་འབུལ་ན་མང་ཆུ་སོང་དང་སྐྱེ་བའི་དམ་པ་ཐམས་ཅད་ཀྱི་ཕྱི་འདྲ་འདྲ་དུག་གསུང་གི་ཡོད་དེ་ཕྱི་འདྲ་འདྲ་ཟེར་གི་དུག་གསུང་གི་མེད། དེ་རྟེན་འབྲེལ་ཡིན་དུས་ཁྱེད་རྣམ་པ་ཐམས་ཅད་ཀྱི་ཐུགས་བསམ་རླབས་པོ་ཟོག་བཏང་ན་ད་ལྟ་རི་རེད་མ་བཏང་ན་ད་རི་རེད་ཕྱི་ག་རེ་བརྫི་ནས་ཡིན་ན་ཚོགས་པ་ར་དང་རིམ་པ་མང་པོ་འདུག་ཚོགས་ཡོད་གི་དང་ད་རིས་མེད་གི་གྲུབ་མཐའ་ཁག་ཡོངས་སུ་རྫོགས་པ་གི་ཐུགས་འདུན་གཅིག་གི་ཐོག་གི་དེ་འདི་འདྲའི་བྱ་བ་གཟི་སྒྲིབ་ཀྱི་འདི་ལྟ་སྔོན་ཆད་དུ་མེད་པ། དག་སང་ཡང་ཡོད་པ་ཅིག་ཉིན་མོ་སྐར་མ་ཙམ་དེ་འདྲའི་ཡིན་འདུག་མ་འོངས་པ་ལ་ཡང་རང་རང་སོ་སོ་གི་ཐུགས་འདུན་ཡག་གཟིགས་རྒྱབ་གཟིགས་ཀྱི་ཐོག་གི་དེ་སྙེག་པའི་ཕྱོགས་ཡིན་ན་དག་སང་ཡག་གཟིགས་དུ་སོང་ན་བསམ་རྒྱུ་གི་ཐོག་ལ་རང་གི་དེ་བསམ་པ་རྣམ་པར་དག་པ་གི་གོ་གནས་སྔགས་པ་རྣམས་ལ་ཡང་དེ་འདྲའི་ཡབ་གི་སྒྲས། དེ་བཙུན་མ་རྣམས་པ་ཡིན་ན་དེ་དང་དེ་བཞིན་དུ་རེད་ད་ཁྱོད་རབ་ཏུ་བྱུང་བའི་རྟེན་དེ་ལ་རིགས་མག་གཙོ་རིས་མག་གཙོ་ལྷག་པ་རིན་པོ་ཆེ་འདུག་ཚུལ་གསུངས་འདུག་ཡིན་ན་ཡང་ད་རང་ཉིད་ཀྱི་ཡང་དགེ་འདུན་འདུས་པའི་ཐབས་ཀ་ནས་ད་མང་པོ་ཟིག་ཏུ་རབ་ཏུ་བྱུང་ནས་བྱང་སྐབས་གཅིག་ནས་སྟེགས་ནས་བསྐུམས་ན་ཡང་གཞན་ཕར་བུ་ཁ་ཅིག་གིས་གཅིག་གཟིགས་བཟོས་ནས་ན། གཞང་གི་དགོན་པ་དང་བསྟན་པ་འདུ་ཚོགས་ཀྱི་ཧ་ལས་མོ་གི་བརྟག་པ་གཙང་མ་ཟིན་འཇོག་དགོས་ཀི་ཟེར། རྟ་གཅིག་གསེར་རྟ་འདྲ་འདྲ་བླ་རང་འདྲ་འདྲ་ཁྱེད་ཀྱི་ག་ཚ་ན་ནི་ཨ་ཕ་ཡང་འཛག་ཆོག་གི་ཨ་མ་ཡང་འཛག་ཆོག་གི་ཁྱེད་ག་རེ་ཟེར། སྟོད་སྐྱུར་རྒྱུ་མཚན་ལག་པོ་ཡག་ཟིག་ཏུ་འདུག་བསམ་བློ་མ་བཏང་ན་ལ་ལམ་པ་རེད། ལྷ་པ་རིན་པོ་ཆེ་འདི་དེ་རིགས་མི་གཙོ་རུས་མི་གཙོ་ལྷ་པ་རིན་པོ་ཆེ་གཙོ་ཟེར། ཅི་ཁྱབ་ཀྱི་དུག་གི་བདག། འདི་ར་མེ་ཏོག་ཁྲར་གྱུར་ཚུལ་སྐབས་ནག་སོང་བར་ལྟར་བདུད་ཅིག་འཛིན་པའི་བར་ཆད་ཀྱི་ཡན་སྤྲད་ཀྱི་རེད། ཡིན་ན་ཡང་ནི་མི་ད་ལྟ་འོང་ཅིག་ཁྱོད་ལྷག་པ་རབ་ཏུ་བྱུང་བ་བརླན་བའི་གནས་སྐབས་ན་ཁྱོད་རྒན་པ་ཡིན་ཀྱང་རང་གི་གསར་དུ་ཡར་བླངས་ནས་ཟིན་དུས་ཡར་ལྷག་པ་དེ་དེ་ལ་རྒྱུན་བཅུག་ཙང་དཀའ། དེ་བཞིན་དུ་རིགས་ཀྱི་དོགས་ལ་བསམ་བློ་བཏང་ནས་ཡིན་ན་ལག་སྡོམ་ལ་སོགས་པ་ཡིན་ཀྱང་དེ་གི་གང་ཟག་དེ་ལ་གུས་པ་ཁྱད་པར་ཅན་འདི་ལྟ་འབའ་ལ་དེ་གི་གུས་པ་ཁྱད་པར་ཅན་ཡོད་ན་མཛེས་པའི་བར་ཆད་ཀྱང་ཡང་ཡོད་ཀྱང་རབ་ཏུ་བྱུང་ཆོག་ཟེར་ཐུབ་དོན་ཤི་དར་གི་སྐབས་ན་གསུངས་ག། དེ་ཡིན་ཕྱིར་གསུངས་ཏེ། དེ་རང་ནི་ཡར་གཅིག་རབ་ཏུ་བྱུང་མི་བྱུང་རང་ལག་རེད། རབ་ཏུ་བྱུང་ཟིན་གྱི་ནི་ཨ་ཕ་ཡིན་ན་སྨིན་གྱི་ཨ་མ་ཡིན་ན། ཡིན་ན་ཡང་རབ་ཏུ་བྱུང་ཕན་ཆོད་ནས་ལྷག་པ་དེ་དང་ཁྱབ་ཆེས་མ་ཤོར་བ་དེ་ཁྲིད་དུ་ཀྱི་དགེ་འདུན་པ་བྱེད་རྒྱུ་ཡིན་ན་དུ་མ་ཆོག་རྒྱུ་དུ་མ་རེད། དེ་དེའི་རྒྱུ་མཚན་དུ་བྱས་ནས་ཀྱི་དགེ་འདུན་བསྡུ་བ་བྱེད་རྒྱུ་དེ་དེའི་ཐོག་ལ་ཡང་ད་དགོན་སྡེ་ལ་ལ་གི་ནང་ན་ཀྱི་ཧ་ཅང་གི་དེ་ཚོ་ཀྱི་རྩོ་བ་འདྲ་འདྲ་བྱེད་རྒྱུ་རེད་དོ་ཡིན་ན་ཡང། དང་བོ་ནི་ལྷ་པ་དག་གི་འཆར་ཡན་དུ། ལྷ་པ་ལྡོང་རུས་རྒྱུད་མ་བཀག་གཉིས་མེད་ཀྱི་སྡོམ་པ་སྐྱེ་བ་ལ་ཚིག་སྔ་མ་དགེ་བསྙེན་བསྒྲུབས་ནས། དེའི་ཐོག་ཏུ་བློ་ཆེ་རང་བློ་ཆུང་རང་ཡང། གང་དག་ལྷ་པ་ལ་ལེན། ལྷ་པ་དག་གི་ལེན་བགྱིད་དུ། དགེ་བ་གི་ལྷ་པ་བླང་མི་ཆོག་གཞོན་པ་གི་ལྷ་པ་བླང་མི་ཆོག་དྭངས་མ་དག་ཁྱིམ་པ་ཡིན་ཀྱང་བར་དུ་དག་རབ་ཏུ་བྱུང་མི་ཆོག་ཟེར་གྱི་མེད་ག། རབ་ཏུ་བྱུང་བགྱིད་དུ་དག་དགེ་བ་ཡིན་ཀྱང་དེ་ཧ་འཐག་ནས་བཟུང་སྟེ་གང་ཡིན་ན་ཡང། ཅེས་ལྷག་པར་དུ་ཉམས་མཚར་ནས་བཟུང་སྟེ་ཧན་ཏཱ་ལའི་མགོ་བོ་བཅག་པ་བཞིན་དུ་ཤུབ་བཅུ་པ་མི་ཡི་ཚེ་ཁྱེད་རང་ད་ནི་ཁྱེད་ཀྱི་ཨ་ཕ་ཡང་ནས་ན་དེའང་དུ་གི་ལྷག་པར་ཉམས་སོང་ནས་ན་ཕྱིར་ཕུད་དྲི་ལྷག་པར་མ་སྙོམས་ན་དེའི་གྲར་དུ་དུ་ཚིག་གི་ད་དེ་མི་རེ་མ་རྟོགས་པ་ཡང་ཅི་གཞན་ལ་ཧ་ར་དེ་སྟག་ཚང་ཡག་ཟི་དུ་འཇོག་དགོས་ནས་ན་དུ་གི་ད་ཐོག་མར་རང་རང་གི་སྟག་ཚང་ཡག་ཟི་ཡིན་གྱི་དུ་གར་ཆས་ཤུགས་འདྲ་འདྲ་ན་དེ་མི་རེ་ཟི་གྱི་ད་ཅིག་བལྟམས་པ་སྟག་ཚང་གི་ཕྱོགས་ཡིན་ན་དུ་རེ

དམག་བཀུར་དྭངས་བརླིང་གི་ཚུལ་དུ་ཐུགས་བསམ་གཟིགས་ཕྱིར་ཐུགས་བསམ་གྱི་ནང་གི་དོན་གྱི་འདིར་བ་ལ་ཐུགས་བསམ་བྱེད་དགོས་ཀྱི་མ་གཏོགས་པ། སྤྱིར་ཐུགས་བསམ་བྱེད་མ་མྱོང་ཟེར་རྒྱུ་ལ་ངོ་ཚ་གི་དང་ཁྱད་པར་དུ་འདིར་བ་ལ་ཐུགས་བསམ་བྱེད་མ་མྱོང་ཟེར་རྒྱུ་དེ་ཟས་ལྟོ་ས་མེད་ནི་འདྲ་འདྲ་དེ་མིན་རེད་ན། དེ་མིན་འདིས་དགོན་སྡེ་ལ་ལ་གི་ནང་ན་ཡང་ཅིག་ཐུགས་བསམ་གྱི་བྱ་བ་དང་ཕྱོགས་གཅིག་ནས་ཅིག་བྱ་བ་གང་ཐད་ནས་བྱ་བ་གང་ཐད་ནས་ཡང་བྱེད་རྒྱུ་ཅིག་ཆ་རྐྱེན་མང་ན་ནི་ཡིན་ན་ཡང་ན་ད་ཧན་ཆོས་ནི་ཧན་ཆོས་ཀྱི་དགེ་འདུན་བསྡུ་བ་ལྷག་པར་བསྡུ་རྒྱུ་དུ་གར་ཆེན་པོ་སྟེ་དེ་མི་རེའི་ཟེར་རྒྱུ་གི་ཐོག་ལ་ད་གནའ་དུད་འགྲོ་དུ་ཡིན་དེའི་མཇུག་ནས་ཡང་དེ་རྣམ་པ་ལ་རེ་བཞི་འདྲ་འདྲ་ཡོད་ད་དེའི་རེ་བཞི་དུ་ཡང་འབོད་སྐུལ་གང་གི་ཐོག་ནས་ཡང་ནས་མཛད་ནས་ན་ད་རྟ་འཛིན་གྱི་སྐྱེ་བོ་གོང་མ་རྣམ་པ་ཐམས་ཅད་ནི་ད་ཀྱི་མི་བཞུགས་རེད་ད་སང་དུ་གི་བཞུགས་པ་ཐམས་ཅད་པོ་ཁྱེད་རྣམ་པ་ལ་དུ་གི་ལོངས་སྐྱིན་ཡོད་ན་དབང་རྒྱུན་ཡོད་ན། འཕྲོད་རྒྱུན་ཡོད་ན། རྟགས་གཅིག་ནི་གཅིག་ཁྱེད་རྣམ་པ་ལ་དང་ཆིག་རྒྱུ་དེ་ཡིན་ཡིན་གྱི་རེད་དྲན། ཡིན་ན་ཡང་འདི་ཚོ་ཐམས་ཅད་པོ་དཔེར་ཆུ་དོ་ཆུང་དོ་བྱེད་རྒྱུ་དེ་དང་ཧ་འཁྱོལ་ཡང་གཅིག་ངུ་མི་གཅིག་རང་དགོན་རོགས་དགོན་སུ་དང་སུ་ཡིན་ན་ད་འདི་དམ་པ་རིན་པོ་ཆེ་འདི་ཧ་ཅང་གི་དེ་དབང་རྒྱུན་ནས་བླ་མ་རེ་རེ་ཡང་འདས་སོང་ནས་ན་དབང་རྒྱུན་ཡང་ཁྱད་ལོངས་རྒྱུན་ཡང་ཁྱད་འཕྲོད་རྒྱུན་ཡང་ཁྱད་འགྱོ་ཉི་གི་ཉིན་ཁ་ཅིག་ན་དེ་ཡི་འདི་འོ་ཅི་གྲུབ་མཐའ་ཁག་སི་དང་སི་ཟི་གི་ནི་ན་ཅི་ཆུ་རྒྱལ་ཁ་ཁ་ཟི་གི་རེ་འདིའི་དབང་རྐྱེན་ལོངས་རྐྱེན་ཆ་ན་དེ་ཚ་དེ་ཚ་རང་ལུགས་ཀྱི་དབང་རྐྱེན་ལོངས་རྐྱེན་དུ་མ་མ་ཆེ་ན་བསམ་གྱིས་བསམ་པ་དུ་སྔོན་ཆོས་ཚང་མ་ལ་དེ་ལྟ་བུ་མ་རྟོགས་པ་ཡོད་མ་རེད་ད་ནི་ད་རིང་ནས་སྐུབ་ན་ཡང་ཆུ་རྒྱུད་དུ་རིས་མེད་ཁྱེད་རང་དང་གཅིག་གི་ཞིག་ལ་རྒྱན་བརྒྱན་ཡི་མི་འདུག་བཞི་ཀྱི་གཅིག་གི་ཞིག་གི་ཆུ་རྒྱུད་དུ་དཔེར་གྱི་ད་ཁ་ནས་ངུ་མི་ད་རེ་རིས་མེད་བཤད་འདྲེ་དང་སྟོང་གི་སྟེང་གི་རིས་ཡོད་གི་ཞོག་གི་མི་སྐྱ་སུ་དག་གི་ཁ་ཕྱོགས་དུ་མི་བསྒྱུར་རྒྱུ་ཨོ་ཡང་རང་གིས་ཀྱང་རིགས་ཡོད་ཀྱི་སྐད་ཆ་འདི་ཧ་ཅང་གི་དག་རེད་བྱ་བ་ཐབས་སྡུག་བྱ་བ་ལས་ཀ་རྗེས་ལུས་དུས་མི་ཟིག་དེ་རེད་བསམ་བློའི་ཐོག་གི་དེ་ངེས་པར་དུ་ཁ་མིན་པ་སྟོན་དགོས་ཨོ་ཆ་རིགས་ཡོད་ཨོ་ཆ་དག་རིས་མེད་དངོས་མང་དུ་འགྲོ་དགོས་གི་མ་གཏོགས་པ་གཞན་པ་ཟིག་དུ་རང་ལུགས་རང་ལུགས་ཟེར་ད་ནི་ད་ཅིག་གཞན་ལུགས་དུ་ཉམས་དགོས་ཡོད་ན་འདྲ་གུ་གུལ་བ་ནི་ནི་འདྲ། ད་ལྟའི་ལ་དུག་གི་རྒྱབ་སྐྱོར་དང་རོགས་རམ་གྱི་ནུས་པ། དཔེར་ན་བླ་མ་གཟུགས་གམ་བཙོན་ལོང་དབེན་ལོང་ཁྲི་དོག་གསུམ། འོང་གི་ནུས་པ་ཡོད་བཞིན་དུ་དུ་མི་བསྐྱང། དུ་མི་ཡི་དྭགས་ཁྱེད་རང་ལྟར་ན། ལྟོས་ཤིག་བྱ་བ་ཉམས་སྒྲུབ་ནུས་པ། ཉམས་མཐོང་གི་ཐོག་གི་ཡག་པོ་གཟུགས་དུ་དུ་གི་ཁ་མིན་པ་སྟོང་གི་སྟེང་གི་ཞལ་གྱི་དུ་དུ་དཀར་ཆེ་གི། ད་དུ་དུ་དུ་གི་ངུར་སྨྲིག་ཆེ། དཀར་བོ་ཆེ་ནན་ཐུན་མཛེས་ནི་ཡ་བ་འདྲི་འདྲི་གཟུགས་གི་དེ་མང་ཅིག་བྱེད་ཀྱི་དུ་རེད། ད་རང་འདྲ་ལམ་ཚོ་ན། ཐོག་མར་སྐད་ཆ་ལ་ད་རེས་ད་མགོ་བར་དུ་དག་གི་ཡང་ཅིག་དོན་ཐ་མ་ཡང་དག་འཇུག་འདོད་ཀྱི་མེད་ནི་དེ་བས་རེད་ད་ན་ནི་ཡིན་ན་ཡང་ནི་ད་རང་གི་ཉི་མ་ད་གཟུགས་ཀྱི་བསམ་པ་ཡ་ད་གཟུགས་ཏུ་བཟུང་གླེང་རྟགས་འདིའི་ཐོག་གི་ད་སྐད་ཆེན་པོ་གཟུགས་ཏུ་བཤད་དུ་ད་ནི་ཁྱེད་རྣམ་པ་ཞིག་གི་ཤེས་པ་ད་ནི་རེད་ཤེས་རྒྱུ་གཙོ་བོ་ད་གང་རེད་ཟེར་ནི་ཡིན་ན

སྔོན་མི་གཅིག་གི་དུ་འགྱུར་གོ་གི་ཟིན་ནས་ནག་གཅིག་ནས་གཅིག་དམ་པའི་ཆོས་འདིར་བག་ཞབས་ཞག་ལས་འདའ་ནི་ཡང་སྒོས་སུ་ཅུང་མཐོང་བར་གྱུར་པའི་ཞག་བཞི་ཟས་ཀྱི་གཟུགས་དང་ནི་ཁྱིམ་བཞི་ལ་ཐོགས་ཡོད་ཀྱི་གཟུགས་རེད་ད་དེ་ཚོ་ཐམས་ཅད་པོ་རྩ་བའི་ཆ་ནས་གར་ཆེ་གི་དང་ནི་ད་སྔོན་མའི་ཁང་རིན་པོ་ཆེ་གི་གསུང་བ་ལྟར་དུ་རེད་ད་ཁོང་གི་དུ་སྐུ་ཁྲག་ལ་ཐུག་སོང་ནས་ན་འདི་ལྟ་བུ་གི་བྱ་བ་དུ་བསྒྲུབས་ཟེར། འོ་ཡ། དེ་དགོས་ནི་རེད། དེའི་རྗེས་སུ་འཇུག་དགོས་ནི་རེད། དམ་པ་རྣམས་དང་འགྲོགས་པ་བདེ། ཟེར་གྱི་འདུག་དམ་གཙང་རུ་ཅི་དེ་མི་རེད་ནི། དེ་དེ་ཡིན་འདི་གི་རང་ང་ཡང་ནི་ནུས་པ་ཅིག་མེད་གི་ད་ནི་ད་ཡིན་ཀྱང་རང་གི་ཅིག་མ་ཡིན་ནི་ཡིན་མདོག་འདྲ་འདྲ་ཟེར་གི་འདི་ཨ་ར་ཏི་སྐད་ཆ་ཆུང་ཟུར་བཤད་ལྟ་འདྲའི་ད་ནི་ད་དར་ངོས་ཡིན་ན་ཅིག་ནུས་པ་ཆེ་ཐུང་ཆུང་ཐུང་གི་རང་གི་དེ་བྱ་བ་དེ་སྒྲུབ་ནི་ཡིན། སྒྲུབ་ནི་བཏང་ནི་ཡིན་ན་ནི་ད་ཅིག་དགེ་འདུན་ལྷག་པར་དུ་ཡོད་དེ་ཐོག་མར་སྐུ་སློང་བྱུས་པ་ཡང་དག་ནི་བཟང་བར་དེའི་ད་མདོ་གཞུང་རང་དང་ཅིག།

ངུར་སྨྲིག་གཅིག་ཏུ་གྲུབ་མཐའ་གཅིག་དང་ཆོས་བརྒྱད་དག་ཤེས་ཀྱི་དོན་དག་མ་རིག་ནི་ད་འདི་ལྟ་བུ་ཟིན་ལ་སྐྱེ་བ་ནས་ཚེ་རབས་ཀྱི་བར་དུ་དེ་འདི་ལྟ་བུ་གི་བྱ་བ་ལ་ཤེས་ནུས་ཀྱི་ནུས་པ་ཡོད་ནི་ཟིག་དང་འདི་ལྟ་བུ་གི་བྱ་བ་ལ་ཤེས་ནུས་ཀྱི་ཨ་ཡ་གཅིག་དངོས་སུ་དུ་ཐོན་ནུས་ད་དེའི་མི་ལ་དུ་གི་རྨི་ལམ་ཡང་འདེབས་ཀྱི་ཡོད་མཇུག་མཐར་ཁྱེད་རྣམ་པ་ད་དེ་རིང་གི་འདི་ལྟ་བུ་ཟིག་ལ་ད་རང་ཡིན་ནག་ཅིག་ངུ་མི་མཐོང་རྒྱ་དང་ལྟར་རྒྱ། མི་ནི་ཁྱི་འདྲ་དེ་རེད་ད་ནམ་ངུ་མི་ཁུ་བསོད་ནམས་བཟང་གསུམ་གྱི་ཐུགས་རྒྱུད་བཤིག་པའི་ཁམས་ཁྲིར་བསྒུལ་བའི་ཤེར་ཉིན་ཐམས་ཅད་ཀྱི་ཚོགས་པ་འདིའི་དབུ་བཟང། ལྷ་འབག་སུམ་བརྒྱའི་གུས་ཀྱིས་བརྒྱན་པའི་རིགས་དྲུག་ཡོན་ཏན་བརྒྱད་དང་ལྡན་པའི་འཕགས་པའི་དགེ་འདུན་པ་ཐམས་ཅད་ཀྱིས་འཚོགས་པ་འདི་གཞི་བཟུང། ལྷག་བསམ་སྤྱན་དྲངས་འཇོན་ཐང་ཅན་སྦྱིན་བདག་རྣམས་ཀྱིས་འཚོགས་པ་འདིའི་མཐའ་བརྒྱད་ནས་དེ་འཚོགས་པ་འདིའི་ཐོག་མཐའ་བར་གསུམ་དུ་བཀྲ་ཤིས་ཤིང་བདེ་ལགས་པ། རྒྱལ་བའི་དམ་པ་གྲོགས་དག་བྱེད་འཛིན་པའི་ཚོགས་མི་བླ་མ་དགེ་བའི་བཤེས་གཉེན་རྣམས་སྐུ་ཚེ་རིང་ཞིང་མཛའ་མཐུན་དར་རྒྱས་ཤོག་ཞུ་རྒྱུ་ད་དེ་ཡིན།